སྔོན་རྒྱ་གར་གྱི་གྲོང་གསེབ་ཨོ་རང་ག་པུར་ཞེས་པ་ཞིག་ལ། གངྒྷ་རམ་ཞེས་པའི་སྐྱེས་པ་ཞིག་དང་ཁོང་གི་ཆུང་མ། སུ་མི་ཐ་ཞེས་པ་གཉིས་ཡོད་པ་རེད། ཁོང་གཉིས་ཞོགས་པའི་སྔ་པོ་ནས་གོ་ལ་ཡར་ཁུར་པོ་རེ་འབྲི་ཁེལ་རྗེས་ཞིང་ཁའི་ནང་འགྲོ་གི་ཡོད་པ་དང། ཉིན་དེར་ཞིང་ཁའི་ནང་ལ་ཡར་ལས་ཀ་བྱེད་བཞིན་བསྡད་ཀྱི་ཡོད་པ་རེད། ཡང་དགོང་དག་ནང་ལོག་ཡོང་སྐབས་ཁོང་གཉིས་གོ་ལ་ཡར་ཁུར་ཚ་རེ་རེ་ཁེལ་རྗེས་ཡོང་གི་ཡོད་པ་རེད། ཁོང་གཉིས་དེ་འདྲ་བྱས་བྱས་དོགས་འདྲེ་མང་པོ་ཤི་བོ་ཆེ་ཡག་མ་ཨོར་སྒུག་ཡོད་པ་དང། ཨ་ཉིན་གཅིག་བསུ་མེད་དེ་རང་གི་བཟའ་ཟླ་ལ། ངར་ཉིན་དེར་དོགས་འདྲེ་ཁོ་སྒུག་གཉིས་ཀྱི་འབེལ་ཐང་ཆད་སོང་བྱས་ཙང་ང་གཉིས་དོགས་འདྲེ་ཁུ་རས་སྦུག་སྦུག་བྱེད་ཉོས་ཡོད་ན་ག་འདྲེ་འདུག་ཟེར་བྱས་བྱས་བཀའ་འདྲི་ཞུས་པ་རེད། དེའི་རྗེས་ལ་ཁོ་གཉིས་བཟའ་ཚང་གཉིས་ཀྱིས་དེའི་ཉེ་འགྲམ་གྱི་གྲོང་གསེབ་ཆུང་ཆུང་ཞིག་ནས་སྦུག་སྦུག་བྱེད་ཉོས་བྱས་ཨ་ནི་སོ་སོའི་ནང་ལ་ཡང་རྐང་ཐང་ལ་ལོག་ཡོང་པའི་སྐབས་ཤིག་ལ། ལམ་ཐག་ཧ་ཅང་རིང་བའི་རྐྱེན་གྱིས་ཁོ་གཉིས་རྐང་པ་ལ་ཡང་ན་ཟུག་རྒྱག་པ་རེད། གང་བསམ་གསུང་ནས་སྐུ་ཉིད་ལམ་ཁ་ལ་ཡང་མི་ཞུ་ཐུབ་པ་རེད་མི་དེ། འུ་ཚིག་ཁྱེད་རང་གཉིས་དེ་འདྲའི་སྐུ་དཀར་ལ། སྦུ་གུ་ཡག་པོ་དེ་འདྲའི་མདུན་ལ་བཞག་ཨ་ནི་ཁྱེད་རང་གཉིས་ཞབས་ཐང་ལ་ཕེབས། དེ་འདྲས་བྱས་པ་ཡིན་ན་མིས་མཐོང་ན་ག་རེ་སེམས་ཀྱི་རེད། བྱས་ཙང་སྦུ་གུ་དེ་ཁུར་ཚར་ཁུར་ཡ་ལས་ཀ་རེད་ཁྱེད་རང་གཉིས་སྦུ་གུ་གང་ལ་བཟང་ནས་ཕེབས་ན་ཏག་ཏག་མ་རེད་བས་ཞེས་བྱས་ལབ་པ་རེད། དེ་འདྲའི་ལབ་བྱས་ཨ་ནི་མི་དེ་ཕྱིན་པ་རེད། གནས་ཚུལ་དེ་གོ་བྱས་ཨ་ནི་བཟའ་ཟླ་གཉིས་ཀྱིས་དེ་དངོས་གནས་བདེན་པ་རེད་བཞག་བསམ་བྱས། ཁོ་གཉིས་གཉིས་ཀ་སྦུ་གུ་གང་ཞུས་བྱས་ཕྱིན་པ་རེད། ཁོ་གཉིས་གང་འཚམ་སོང་བའི་ཆེད་ལས་ཡང་བསྐྱར་མི་ཞིག་ཐོས་པ་རེད། ཡང་བསྐྱར་མི་དེ་ཁྱེད་རང་འདུག་ལྟ་དུས་མི་བཟང་མདོག་ཁ་བོ་ཞིག་འདུག་དེ་ཡིན་ནའི་ཁྱེད་རང་མི་དཔེ་ངན་པ་རེད་བྱས། ཁྱེད་རང་གཉིས། བུ་མགོ་ཆུང་ཆུང་འདིས་གང་འཛག་བྱས། བུ་མགོ་སྐད་ཆ་བཤད་ཤིང་མར་བསམ་བྱས་ཁྱེད་རང་ཚོ་ཐུང་ཆུང་ཞིག་གོ་རེ་བ། དེ་འདྲའི་སྡུག་ག་ལ་སྲིད་བྱས་བྱས་ཕྱིན་པ་རེད། དེའི་རྗེས་ལ་གངས་དཀར་རམ་གྱིས། འོ་འོ་འཛིན་མི་དེ་དེ་འདྲའི་ང་ཚོ་ལ་གཤེ་གཤེ་བཏང་བྱས་སྤྲོ་དགའ་ག་རེ་ཡིན་ན་ཟེར་བྱས་བྱས་ལབ་པ་རེད། དེའི་ལན་དུ་བསུ་མེད་དེ། བུ་གུ་ཆུང་ཆུང་གཅིག་གར་མི་གཉིས་བཟའ་བ་ཡིན་ན། སུས་མག་པ་སུས་མཐོང་ནས་ཤེས་བྱ་བཏང་ཡས་ཡིན་བ་རེད་ཟེར་བྱས་བྱས་ཨ་བུ་གུ་ནི་མག་བག་བ་རེད། དེའི་རྗེས་མོ་རང་རྐང་ཐང་ཕྱིན་པ་དང་མོ་རང་གི་བཟའ་ཟླ་གང་དགའ་རམ་བུ་གུ་གང་ལ་ཞོན་བཅུག་ཅེས་ཕྱིན་བ་རེད་གང་བརྩམས་སོང་ནི་ཡང་བསྐྱར་མི་ཤི་ཐུབ་བ་དང། དེའི་ཕྱིར་ཡང་མི་དེ་ཡང་བསྐྱར། འོ་འོ་ཚེ་ཁྱེད་རང་ག་རེ་རེད་བས། སོ་སོའི་སྐྱེ་དམན་རྐང་ཐང་ལ་བཏང། སོ་སོ་བུང་གོས་གང་ལ་འཛག། སྐྱེ་དམན་ལ་ཡང་བྱམས་སྐྱོང་ཡི་ཅི་ཤེས་མི་འདུག་དེ་འདྲའི་རེ་བའི་བདག་མི། ཁྱེད་རང་ཚོ་དེ་འདྲས་བྱས་པའི་རྐྱེན་གྱིས་ང་ཚོ་སྐྱེས་པ་ཚོ་ཞབས་འདྲེན་ཞུགས་འདུག་བྱས་བྱས་ཕྱིན་པ་རེད། དེའི་ཕྱིར་ལ་གངས་དཀར་རམ་གྱི་འོ་འོ་ཚེ་མི་ཚང་མས་ང་ཚོ་གཅིག་ལབ་བསྡིགས་འདུག་ད་དེ་འདྲས་མ་རེད། ཁྱེད་རང་དེ་བུང་གོས་གང་ལ་ཞུས་ནས་རྒྱུགས་ཨ་ནི་ངའི་རྐང་ཐང་ལ་ཕྱིན་ཆོག། ཨ་ནེ་ང་གཉིས་ལྟ་ཆོག་གི་རེད་ཟེར་བྱས་རྗེས་ཡང་བསྐྱར་ཕྱིན་པ་རེད། གང་བརྩམས་སོང་རྗེས་ཨ་ནེ་ཡང་བསྐྱར་མིག་ཞིག་གཏུབ་པ་དང། དེ་ནས་མི་དེས་ཁོ་གཉིས་ཐོག་མ་དང་དུ་གད་མོ་རང་དབང་མེད་པར་ཤོར་ནས། བུ་རྫི། ཁྱེད་རང་གཉིས་དེ་ག་རེ་འགྲོ་ལུགས་འགྲོ་སྟངས་རེད་ཟེར་བྱས་རྗེས་སྐད་ཆ་དྲིས་པ་རེད། ལོ་གཞོན་པ་དེ་བུ་མགུལ་སྒང་ལ་ཞོན། ལོ་རྒན་པ་དེ་རྐང་ཐང་ལ་བཏང། དེ་འདྲས་བྱས་པ་ཡིན་ན། མི་ཡིས་མཐོང་ན་རང་བཞིན་མེད་པ་གད་མོ་ཤོར་ཡ་རང་རེད་ཤག་ཁྱེད་རང་གཉིས་རྒན་གཞོན་གོ་རིམ་རྩ་བ་གཉིས་ནས་རྩིས་ཤེས་ཀྱི་མི་འདུག་དེ་འདྲའི་ཐབས་སྐྱོ་བ་ལགས་བྱས་རྗེས་ཕྱིན་པ་རེད། སྐད་ཆ་དེ་གོ་མ་ཐག་ཏུ། སྲུང་མ་དང་ཧ་ཅང་རླུང་ལངས་ནས་བུ་མགོ་ནས་མར་བབས་པ་རེད། དེའི་རྗེས་ལ་གང་དགའ་རང་མི་ཐང་ཆད་ནས་ད་ང་ཚོ་ག་རེ་བྱེད་བ་རེད་ཇི་ལྟར་ཤེས་མ་སོང་ང་ཚོས་ག་རེ་བྱས་པ་ཡིན་ནས་མི་ཡི་སྐྱོན་བརྗོད་ཁོ་ན་གཅིག་འདུག་ཟེར་བྱས་ལབ་པ་རེད། ད་ཐབས་ཤེས་གཅིག་རང་གཅིག་ཡོད་པ་དེ་འབུངས་སྐུ་དེ་རྒྱས་པ་གང་ཁྱེད་ཅན་འགྲོ་རྒྱུ་རེད་ཟེར་བྱས་སྐུ་ཉིད་འབུངས་སྐུ་དེ་རྒྱས་པ་གང་ཁྱེད་ཅན་འགྲོ་བ་རེད། ཁོ་ཡི་འབུངས་སྐུ་དེ་རྒྱབ་ལ་ཁྱེད་ཅན་གང་འཚམས་སོང་བའི་རྗེས་ཡང་བསྐྱར་བགྲང་སོང་བྱེད་ཐུབ་པ་རེད། དེའི་རྗེས་ལ་བགྲང་སོང་དེ་འོ་ཙི། ཁྱེད་རང་འབུངས་སྐུ་དེ་རྒྱབ་ལ་ཁྱེར་ཅན་ག་རེ་བྱེད་ཀྱིན་པས་ཟེར་ལབ་པ་རེད། དེའི་རྗེས་ལ་གངྒཱ་རམ་གྱི་གནས་ཚུལ་ཚང་མ་ཞིབ་ཅིང་ཕྲ་བར་བཤད་པ་རེད། དེའི་རྗེས་དྲང་སྲོང་དེ་ཁོ་ལ་ཡ། ང་ཚོས་ལས་ཀ་གང་དང་གང་བྱས་པ་ཡིན་ནས་བརྟག་དཔྱད་ནན་པོ་བྱས་ཅིང་ཅི་གོ་ཡོད་པ་དང། ད་དུང་ང་ཚོས་ལས་ཀ་གང་བྱས་ཀྱང་སོ་སོའི་ག་དང་མ་ག་ལ་བལྟ་དགོས་རེད། མི་གཞན་པའི་ག་མ་ག་ལ་བལྟ་རྒྱུ་ཡོད་མ་རེད་ཟེར་བྱས་ལབ་པ་རེད། གལ་ཏེ་ཁྱེད་རང་མི་གཞན་དགའ་དང་མ་དགའ་ལ་བསྟུན་པ་ཡིན་ན། ཁྱེད་རང་མི་ཚེ་ཁྱོད་དགའ་བོ་ཆགས་ཀྱི་རེད། སང་ཉིན་ནས་བྱས་རྗེས་ཁྱེད་རང་ལས་ཀ་ག་ཤོད་ག་རེ་ཡོད་མེད་འོ་འདི་བྱེད་དགོས་ཡ་དང། ཨ་ནི་མི་ཡི་ཞེན་པ་གི་སྐྱོན་བརྗོད་བྱེད་ཡ་དང་དམའ་འབེབས་བྱེད་ཡ་ལ་ཟིམ་ཟུན་བྱེད་དགོས་རྩ་བ་ཉིད་ནས་ཡོད་མ་རེད་ཁྱེད་ཚོ་ངས་སུ་བྱས་པ་རེད། དེ་ནས་ཁོང་གཉིས་ཀྱིས་དྲང་སྲོང་དེ་ལ་ཡ་བཀའ་དྲིན་ཤིན་ཏུ་ཆེ། སང་ཉིན་ནས་བཟུང་བྱས་ཨ་ནི་ཁྱེད་རང་གི་བཀའ་སློབ་བཞིན་སོང་ང་ཚོས་བྱེད་ཀྱི་ཡིན་སུ་བྱས་རྗེས་ཨ་ནི་སོ་སོ་རང་སར་ལོག་ཕྱིན་པ་རེད། ལྷན་རྒྱས་ཚོས་ཤེས་དགོས་པའི་སྒྲུང་འདིའི་རྒྱབ་ལྗོངས་ཟེར་ནི་རེད་ཡང་ན་བསླབ་བྱ་ཟེར་ནི་རེད། དུས་རྒྱུན་ང་ཚོས་ལས་ཀ་གང་དང་གང་བྱེད་པ་ཡིན་ནའི་སོ་སོའི་འདོད་མོས་ལྟར་གྱི་བྱེད་དགོས་པ་ལས་གཞན་གྱིས་སྐྱོན་བརྗོད་བྱེད་པ་དང་དམའ་འབེབས་བྱ་བ་ལ་སོགས་པ་ལ་འཚེར་སྣང་དང་འཛེམ་ཟོན་ནམ་ཡང་བྱེད་མི་རུང་བ་བསྟན་པ་རེད། ལྷན་རྒྱས་ཚང་མ་ལ་ཡང་བཀྲ་ཤིས་བདེ་ལེགས་མཐོ་ཆེ་གནང།